སངས་རྒྱས་སྲས་དང་བཅས་པའི་ཀྱེ་རྟག་པའི་རྒྱ་ཆེན་པོ། ཞེའུ་ཅིག་གསུངས་ཡོད་རེད་ཡིན་ན་ཡང་དེ་ཚོ་གསུངས་པ་དེ་དག་ཚིག་བསྡུས་བསྡུས་གཅིག་གི་ནང་ལོགས་ལ་ཡ། སངས་རྒྱས་དང་དང་སྲས་དང་བཅས་པའི་གསུངས་པའི་གནད་འགག་དུ་སུ་བསྡུས། གོ་རིམ་དམུ་ཕྲུག་པ་ཉམས་ལེན་འཁྱེར་བདེ་བོ་གཅིག་གི་ནང་ལོགས་མདོར་བསྡུས་ནས་བྱས་ནས་གསུངས་ཀྱི་ཡིན་ཟེར་འདི་ཡིན་པ་རེད་འདི་ཡིན་ཙང་ཟློས་སྐྱོན་ཆགས་ཀྱི་ཡོད་མ་རེད་མདོར་བསྡུས་ནས་ནི་བརྗོད་པར་བྱ་ཟེར་ནས་འདི་བཙོང་གི་ཡིན་ཟེར་འདི་བཙོང་པར་དམ་བཅའ་ཡིན་པ་རེད།

ཁ་ཤས་ཅི་ཡོད་རེད། དང་པོ་ཆོས་སྤྱོད་མཛད་ཡག། ད་བསྟན་བཅོས་འདི་འདྲས་ཆོས་གཙུག་འབུ་ཡིན་དྭགས་བྱས་ནས་བཤད་པར་དམ་བཅའ་བ། དེའི་ཆེད་ད་འདིའི་ཚུ་ཟིན་པ་བྱས། འདིའི་རྗེས་ལ་ཡང་ཁེངས་སྐྱུང་ཞིང་སྤྲོ་བ་བསྐྱེད་པའི་རྒྱུ་མཚན། དེར་ཁོ་རང་ལྗགས་རྩོམ་མཛད་པའི་སྐབས་ལ་ཡིན་ན་ཡང། ཁོ་རང་རྒྱལ་སྲས་ཞི་བ་ལ་སྨན་ས་སིམ་ན་ནས་ཁེངས་སྐྱུང་བ།

མ། བརྗོད་ཡག་མེད་རྩོམ་ཡག་མེད་གསུང་ཡག་ཁེ་ཁེ་མེད། དེ་ལས་ལྷག་པ་ཅི་ངས་ག་བ་ག་བ་དེ་འདྲས་ཀྱི་རྩོམ་ཡག་འདི་འདྲས་ཀྱི་ནུས་པ་ང་ལ་མེད། དེ་གཅིག་བྱས། དེའི་རྗེས་ལ་དེབ་སྦྱོང་ཁྱད་འཕགས་ནི་བདག་ལ་ཡོད་མི་དེ། བརྗོད་དོན་གྱི་ཆ་ནས་བརྗོད་བྱ་བསྟན་སྟངས་ཀྱི་དོན་གྱི་ཆ་ནས། སྔོན་གྱི་སངས་རྒྱས་སྲས་དང་བཅས་པའི་སྐྱེས་བུ་དམ་པ་དེ་དག་གིས་མ་གསུངས་པའི་བརྗོད་བྱ་ཅི་ངས་བསྟན་ཡག་མེད། བརྗོད་བྱའི་ཚིག་གི་ཆ་ནས་ཡིན་པ་ཡིན་ན་ཡང། སྡེབ་སྦྱོར་ཁྱད་པའང་བདག་ལ་ཡོད་མི་དེ། སྔོན་གྱི། སངས་རྒྱས་སྲས་དང་བཅས་པའི་སྐྱེས་བུ་དམ་པ་དེ་དག་གིས་ལྗགས་རྩོམ་མཛད་པའི་གསུངས་པའི་གསུང་དང་རྩོམ་སྟངས། འདི་ལས་རྙེད་པ་ཅིག། རེ་བ། རྩོམ་སྟངས་སྙིང་རྗེ་བ་ཅིག། འདི་འདྲས་ཅིག་གི་ཚིག་སྡེབ་སྦྱོར་ཡག་པ་ཅིག་དེ་བས་ངན་ལ་ཡག། འདུག། མེད། ཡོད། མིན། ཏེ། མེད།

ཨ་རེ། བསྟན་བཅོས་འདི་རྩོམ་ནས་གཞན་ལ་ཕན་པའི་བསམ་པ་མེད་སོང་ན། ག་བ་ཡིན། ག་ལ་ཡིན། བསྟན་པའི་རྟགས་འདི་ཡིན་དུས་དེ་རྗེས་གཞན་དོན་བསམ་པ་བདག་ལ་མེད། འདི་འདྲས་ཡིན་པ་ཡིན་ཙང་གཞན་དོན་བསམ་པ་བདག་ལ་མེད་སྲིད་དུས་བསམ་པ་ལ་ཡང། སྔོན། སངས་རྒྱས་སྲས་དང་བཅས་པ་མཁས་པ་དེ་དག་གིས་གསུངས་པའི་བརྗོད་དོན་རེ་ཡང་བས་རྒྱུས་མངའ་གཏིང་ཟབ་པོ་ཡོད་དེ་བས། གང་ཟག། ད་འདི་བྱས། ཡང་དག་རང་བཞིན་གྱི་བའི་གཞུང་གཉེན་པོ་དང་འདི་འདྲ་ཅིག་བཞི་བོ་ཅིག་གི་བའི་གཞུང་གཉེན་པོ་དང་འདི་འདྲ་ཡི་བའི་བཞི་བོ་ཅིག་ཡོད་ན་བསམ་གཏན་ཡན་དང་འདི་འདྲ་ཡིན་པ་ཡིན་ན་ནི་ཨ་ནི་བའི་བཅུད་འཇུག་དེ་གིས་དེ་དག་ལ་ཕན་པའི་བསམ་པ་ཁས་མི་ག་རེ་ཟེར་ན་ད་བརྗོད་དོན་མ་ལུས་པ་བཞི་བོ་ཅིག་གི་བའི་བཤེས་གཏན་ཡན་དེ་ཚོ་ཡིན་ན་ཨ་ནི་བཅུད་འཇུག་དེ་ལ་བཏགས་པ་ཡང་ཁས་ཡོག་མ་རེད་ཟེར་དེ་ཅིག་བྱས་བརྗོད་བྱེད་ཚིག་གི་གཉེན་པོ་བཞི་བོ་ཅིག་རེ་བ་རྒྱབ་གཉེན་ཡིན་པ་ཡིན་ན་ནི་ཨ་ནི་སྤྱོད་འཇུག་འདི་ནི་ཚིག་སྙན་པོ་དང་འདི་འདྲའི་མཁས་བྱ་རྩོམ་མཛད་ཀྱིན་མེད་འདི་འདྲ་ཡིན་དུས་ཁོ་ཚོ་ལ་ཡང་འདི་འདྲའི་ཕན་པའི་བསམ་བློ་མེད། དེ་ཆོས་གཞན་དོན་ཕན་པའི་བསམ་པའང་བདག་ལ་མེད། འདི་འདྲ་ཡིན་ན་རང་གི་ཡིད་ལ་གོམས་ཀྱིས་ངས་འདི་བརྩམས། ད་འདི་འདྲ་ཡིན་པ་ཡིན་ན་ཨ་ནི་ག་རེ་བྱས་ཡིན་ཟེར་ཏེ་རང་གི་ཡིད་ལ་གོམས་ཀྱིས་ངས་འདི་བརྩམས་ཟེར་ནས་རང་གི་ཡིད་ལ་ཡང་གོམས་ཕྱིར་ཨ་ནི་རྒྱལ་སྲས་ཞི་བ་ལ་ཁོ་རང་གི་ཡིད་ལ་ཡང་གོམས་པ་གཅིག་གིས་གོང་ནས་གོང་དུ་འཕེལ་ཡང་ལོ་གསོག་པའི་ཕྱིར་དུ་འདི་བརྩམས་པ་ཡིན་ཟེར་ནས་འདི་གསུངས་པ་བྱས། དེས་འདི་དག་མཁྱེན་དགོས་པའི་གཙོ་བོ་དེ་གཞན་འདྲའི་བསམ་པ་བདག་ལ་མེད་ཟེར་ཏེ་སྤྱི་འཇུག་འཇའ་ཚོན་མཛད་དེ་གཞན་ལ་ཕན་པའི་བསམ་པ་མེད་ས་རྩ་བ་ཉིད་ན་མ་རེད། རེད་བ། དེའི་ཕྱིར། ད་དེའི་རྗེས་ལ་ཡང། རྒྱལ་བོ་ཁོང་ཅིག་བདག་གིས་དད་པས་ཞུ། དེ་དག་གིས་ཡང་རེ་ཞིག་ཕེབས་གྱུར་ལ་བདག་དང། སྐལ་བ་མཉམ་པ་གཞན་དགེ་རྒན་ཅི་སྟེ་དེ་དག་མཐོང་ན་དོན་ཡོད་འགྱུར། བྱས་ནས། དེའི་སྒང་ལ་ཡང། སྐལ་བ་མཉམ་པ་གཞན་དུ་འགྱུར་བར་བསྟན་པ་ནས། བདག། པའི། རྒྱལ་བའི་གསུང་རབ་དང་བཅས་པ་ལ་ཡང་ཞི་བོ་ཅིག་གིས་པའི་མཁྱེན་པ་བརྒྱད་པོ་ཡོད་བསྟན་ཀྱོ། ཨ་ནི་ཅིག་ཚིག་སྙན་པོ་དག་འདི་འདྲའི་ཞི་བོ་ཅིག་གིས་ཕྱག་བསྟན་ཀྱོ་འདི་འདྲའི་ཡིན་ན་ནི་འདི་འདྲའི་གིས་ཕན་པའི་བསམ་བློ་སྲིད་ད་རེ་བས་ཁྱད་མེད་ད་སོ་སོ་གོང་ནས་གོང་དུ་ཉམས་ལེན་ཡོང་ཡ་དང་དེ་ཚོ་ཡང་ཆེད་དུ་ཡིན། ཨ་ནི་དེ་ཡི་སྒང་ལ་ག་རེ་བྱས་པ་ཡིན་ན་སྐལ་བ་མཉམ་པ་གཞན་དོན་དུ་གྱུར་བ་སོ་སོ་དང་སྐལ་བ་མཉམ་པ་སྲིད་དུ་བསམ་པ་ལ་ཡང། ཅིག་སོ་སོ་དང། བློ་ཡི་ནུས་པ་མཉམ་པ་ལ་འཇུག་ཡ་ཅིག་བྱས། ཡང་སྐལ་བ་མཉམ་པ་ཟེར་ཏེ་རྒྱལ་སྲས་ཞི་བ་ལ་འབད། དགོངས་པ་བཞེས་ཡག་དང། ཉམས་ལེན་གནང་ཡག་སྤྱོད་པ་གནང་ཡག་བྱ་བ་མཛད་ཚང་མ་ལོ་ག་རེ་ཟེར་ན་དགོངས་པ་བཞེས་ཡག་དེ་སེམས་ཅན་གྱི་ཆེད་དུ་སངས་རྒྱས་སྐུ་པར་འགྲུབ་ན་བསམ་པའི་བྱང་ཆུབ་ཀྱི་སེམས་དེ་རེད། བྱ་བ་མཛད་ཡག་དེ་སེམས་དེ་ཡིས་དྲངས་པའི་གཞན་ཕན་གྱི་བྱ་བ་སྤྱོད་པ་དེ་ཆགས་ཀྱི་ཡོད་རེད་འདི་འདྲས་ཡིན་དུས་བསམ་པ་ལ་རྒྱལ་སྲས་ཞི་བ་ལ་རང་ཉིད། ཨ་ནི་བྱ་སྤྱོད་སེམས་དང་བྱ་སྤྱོད་ཀྱི་སེམས་དེ་དང་སེམས་དེ་ཀྱིས་དྲངས་པའི་སྤྱོད་པ་དེ་དང་གཞན་ཕན་གྱི་སྤྱོད་པ་སྣང་བརྙན་ཅིང་ས་དེ་འདྲ་བོ་བྱས་ཏེ་ངས་བྱ་སྤྱོད་སེམས་ལས་མོས་པ་ཡོད་དེ་ཀྱང་མོས་པ་ཙམ་དུ་མ་ཟད་པའི་བྱ་སྤྱོད་སེམས་ཀྱི་ཉམས་ལེན་ལ་བརྩོན་ཏེ་ངས་གཞན་དང་གཞན་ལ་ཡང། འོང་ཡང་འདི་འདུག་གཞན་དང་གཞན་ལ་ཡང་ཕན་ཡག་གི་ཆེད་དུ་འདི་གསུང་གི་ཡོད་པ་རེད་དེ་ཡིན་དུས་བསམ་པ་ལ་ཡང་ད་ད་ལྟ་འདི་ཡིན་པ་བྱེད་ད་དང་པོ་དེ་སྐྱེ་བ་གཉིས་པ་གཞན་གཞན་གྱི་དོན་དུ་འགྱུར་བ་བསྟན་པ་ཟེར་ནས་ད་ལྟ་འདིའི་རྗེས་ལ་ཡང་དགེ་བ་ཁོམ་བྱེད་དག་གི་དད་པའི་ཤུགས་དེ་དག་གིས་གེ་རེ་ཞིག་འཕེལ་རྒྱུ་ལ་བདག་དང་སྐལ་བ་གཉིས་པ་གཞན་གྱི་གེ་ཅི་སྟེ་དེ་དག་ཐོག་ན་དོན་ཡོད་འགྱུར་ཟེར་ན་འགྱུར་ལ་ད་དྲིས་ན་ལོ་ལ་གསར་བཅད་དེ་གསུངས་པ་རེད་ད་དེ་ཡིན་དུས་སྐྱེ་བ་གཉིས་པ་གཞན་ལ་ཡང་དོན་དུ་འགྱུར་སྟངས་དེ་ག་འདྲས་རེད་ཟེར་ན་རྒྱལ་སྲས་ཞི་བ་ལ་རང་ཉིད་ཡིན་པ་ཡིན་ནས་སྤྱོད་འཇུག་དེ་མཛད་ནས་དགེ་བ་ཁོམ་པའི་ཕྱིར་དུ། པའི་བྱང་ཆུབ་སེམས་ཀྱི། ད་སེམས། ཀྱི་དགོངས་པ་བཞེས། བྱང་ཆུབ་སེམས་དང་བྲལ་བའི། ད་སྡུག་བསལ་ཉམས་ལེན་གནང། སྤྱོད་པ། དུ་ཟད་ཀྱི་ཡོད་རེ་བ། འདི་འདྲ་བའི་དགེ་བ་འདི། གོམས་པའི་ཆེད་དུ། སྤྱི་བཏང་གི་དགེ་བ་ཙམ་མ་ཡིན་པ། དགེ་བའི་ཕྱོགས། བྱང་ཆུབ་སེམས་དང་བྲལ་བའི། ཅེས་དགེ་བ་དེ་ཚོ། གོང་ནས་གོང་དུ་འཕེལ་ཡག་དང་གོམས་འདྲིས་ཡོང་ཡག་གི་ཕྱིར་དུ་དང། བདག་ལ་ནང་བཞིན་གྱི་བདག་གི་དད་པའི་ཤུགས། ཨ་ནི་སོ་སོ། བདག་ཟེར་དུས་རྒྱལ་སྲས་ཞི་བ་ལ་ཁོ་རང་རང་ཉིད་ཡིན་པ་ཡིན་ན་ཡང། བྱང་ཆུབ་སེམས་ལ་སོགས་པ་དང་བྱང་ཆུབ་སེམས་དཔའི་སྤྱོད་པ་ལ་སོགས་པ་ལ་ཡང་དད་པ་གོང་ནས་གོང་དུ་འཕེལ་ཡག་ལ་སོགས་པའི་ཕྱིར་དུ། འདི་དག་གིས་ཀྱང་རིགས་བཞི་འཕེལ་འགྱུར་ལ་དེ་འབྲས་ཀྱི་ཕྱིར་དུ་ཨ་ནི་བའི་སྤྱོད་འཇུག་དེ་དང་དེ་ལ་སོགས་པ་མཛད་པ་ཅིག་ཆགས་ཀྱི་ཡོད་རེད། སྤྱོད་འཇུག་དེ་དང་དེ་ལ་བརྟེན་ནས་མཛད་པ་དང་སྤྱོད་འཇུག་དེ་དང་དེ་ལ་བརྟེན་ནས་རྒྱལ་སྲས་ཞི་བ་ལ་ཡིན་ན་ཡང། བྱང་ཆུབ་སེམས་དང་འབྲེལ་བའི་དགེ་བ་གོམས་འདྲིས་ཡོང་ཡང་དང། ཨ་ཏི། བྱ་སྤྱོད་སེམས་ལ་སོགས་པ་དང་སྤྱོད་པ་ལ་དད་པའི་ཤུགས་དེ་ཞི་བ་ལ་རང་ཉིད་ཡེ་ནས་གོང་ནས་གོང་དུ་འཕེལ་བར་འགྱུར་བ་ཙམ་དུ་མ་ཟད་པས། བདག་དང་སྐལ་པ་མཉམ་པར་བྱ་སྤྱོད་སེམས་དང་འདི་འདྲས་ཀྱི་དོན་དུ་གཉེན་དང་ཉམས་ལེན་ལ་ཡང་འཇུག་པར་འདོད་མཁན་སྐལ་པ་མཉམ་པ། རེ་བ། བསམ་པ་མཉམ་པ་བྱ་བ་མཉམ་པ་བྱེད་མཁན་གཞན་གྱིས་ཀྱང་ཅི་སྟེ་འདི་དག་མཐོང་ན་དོན་ཡིན་འགྱུར་ཟེར་ན་སྤྱོད་འཇུག་དེ་དང་དེ་འཇལ་བ་ཡིན་ན། རེ་བ། སྤྱོད་འཇུག་དེ་དང་དེ་འཇལ། སློབ་སྦྱོང་བྱས། དེ་ལ་ཡང་དོན་བསམ་བློ་བཏང་ཆེས་པ་ཡིན་ན་དོན་ཡོད་པར་འགྱུར་གྱི་རེད་དངོས་གནས་དྲ་གནས་ཀྱི་ཕན་ཐོགས་ཆེན་པོ་ཞིག་ཡོང་ཐུབ་པ་རེད། རེད་བ། རང་ཉིད་ལ་ཡིན་པ་ཡིན་ན་ཡང་སྤྱོད་འཇུག་དེ་འདྲས་ཀྱི་མཛད་པའི་དགོས་པ་དེ་གཅིག་དེ་རང་ལ་དགོས་པ་དེ་རྒྱལ་བ་གོང་ནས་གོང་དུ་འཕེལ་ཡག་དང། ཨོ་ཡ་རྒྱལ་སྲས་སྤྱོད་པ་དང་བཅས་པ་སེམས་ཀྱི་སྤྱོད་པ་དང་བཅས་པ་ལ་ཡང་དད་པ་གོང་ནས་གོང་དུ་འཕེལ་བ་ཞིག་ཡོང་ཡག་ཆེད་དུ་ཡིན་དེ་ལ་དེ་ནས་ཡོང་གི་འདུག་གཞན་ཡིན་པ་ཡིན་ན་ཡང་འདི་འདྲས་ཀྱི་ཡོང་གི་རེད་རང་ལ་ཇི་ལྟར་ཡོང་པ་ནང་བཞིན་གཞན་ལ་ཡོང་ཡག་གི་ཕྱིར་དུའང་འདི་འདྲས་ཡོང་གི་རེད་ཟེར་དུས་སྐལ་བ་རྙེད་པ་བཞིན་དུ།

དལ་འབྱོར་དེ་ནི་རྙེད་པར་ཤིན་ཏུ་དཀའི་སྐྱེས་བུ་དུད་འགྲོ་ཐོབ་པར་འགྱུར་བ་ལ་གལ་ཏེ་དེ་ལ་ཕན་མ་མ་བསྒྲུབས་ན་ཕྱིས་དེ་ཡང་ཡང་དག་འབྱོར་བར་ག་ལ་འགྱུར་ཟེར་ནས་བདག་བདེ་སྐྱིད་ག་རེ་བྱས་པ་ཡིན་ན། དལ་འབྱོར་གྱི་རྟེན་ལ་སྙིང་པོ་ལེན་པར་བསྐུལ་བ་ལྔས་ལ་ཡང་བྱང་ཆུབ་སེམས་དཔའི་ལམ་གྱི་རིམ་པ་དང། བྱང་ཆུབ་སེམས་དཔའི་སྤྱོད་པ་ལ་ཡང་ཡང་དག་པ་ཅིག་འཇུག་ཡ་དང། ཉམས་ལེན་ཡང་དག་པ་ཡོང་བ་ལ་ཡང་གལ་ཆེ་ཤོས་ག་རེ་ཀོ་རེད་ཟེར་བས་ན། ང་ཚོ་ཉམས་ལེན་བྱེད་མཁན་གྱི་བསམ་བློའི་ནང་ལོགས་ལ་ཡང། སོ་སོའི་ད་ལྟའི་དལ་བརྒྱད་སྦྱོར་དྲུག་ཚང་བའི་ལུས་རྟེན་རྩ་བ་ཆེན་པོ་དེ། རྩ་བ་ཆེན་པོ་ཡིན་པ་ར་གཅིག་འཕྲོད་གལ་ཆེན་པོ་ཡིན་པ་ར་གཅིག་འཕྲོད། དེ་ཡི་ཐོག་ནས་དལ་འབྱོར་གྱི་ལུས་རྟེན་དེ་ཡི་ཐོག་ལ་ཡང་ད་དངོས་གནས་ཀྱི་ཆོས་ཉམས་ལེན་བྱེད་དང། ད་ག་ནས་གཞན་གྱི་བྱམས་ཆོས་སེམས་དང་འབྲེལ་བའི་ཉམས་ལེན་ཟབ་བོ་ཅིག་བྱས་རྗེས་མ་བྱུང་ན་ཕངས་པོ་ཡོང་ས་རེད་བསམ་པའི་ཚོར་བ་དེ་ངེས་པར་དུ་འགོག་དགོས་རེད་དེ་ནས་རྗེས་མ་བྱུང་ན་ཨ་ནི། སྤྱོད་པ་ལ་འཇུག་ཐུབ་པ་ཅིག་དང་ཉམས་ལེན་ཡང་ཐོགས་པ་ཅིག་ཡོང་གི་མ་རེད་ལ་སྤྱོད་རྒྱུ་རུ་གཞུང་དེ་ལ་ཡིན་ན་ཡང་སློབ་སྦྱོང། སློབ་སྦྱོང་དང་འབྲེལ་བའི་ཉམས་ལེན་ཡང་ཐོགས་པ་ཅིག་ཡོང་གི་མ་རེད་དེ་འདྲས་ཡིན་དུས་བསམ་པ་ལ་དང་པོ་དེ་ལ་ཡང་དལ་འབྱོར་དེ་ལ་བསྙད་པར་ཤིན་ཏུ་དཀའ། ཞེས་སོགས་ཀྱི་ཤོ་ལོ་ཀ་གཅིག་པོ་འདིའི་སྐབས་ལ་ཡང་དལ་མཆོག་གི་རྟེན་ལ་སྙིང་པོ་ལན་པོ་བསྐུལ་བ་ཟེར་ཏེ་འདི་ཆགས་ཀྱི་ཡོད་པ་རེད། དེའི་ཕྱིར་ད་དེ་ཡིན་དུས་བསམ་པ་ལ་ཡང།

ད་རྙེད་པར་དཀའ་ལས་ཁག་པོ་ཡིན་པ། རྙེད་པའི་ཐོག་ལ་དོན་ཆེན་པོ་བསྒྲུབ་རྒྱུ་ཡོད་པ། ཨ་རི་རྙེད་པ་དེ་ད་རིང་དུ་མི་གནས་པ་ལ་སོགས་པ་འདི་འདྲའི་བསམ་བློ་བཏང་འདུག་ཡོད་རེད་རེད་བ། དེ་ཆོས་དེ་ནི་རྙེད་པར་ཤིན་ཏུ་དཀའ་བ་སྲིད་དེ་ཕྱི་ལོགས་ལ་བསམ་བློ་བཏང་ཡང་མ་ཡིན་པ་བཅས་སོ་སོའི་ལུས་དེ་ཆོས་ཀྱི་ལུས་རྟེན་དེ་གལ་ཆེན་པོ་ཡིན་པ་བསམ་བློ་བཏང་འདུག་ཡོད་རེད། འདི་འདྲས་ཡིན་དུས། ང་ཚོ་མི་ལུས་སོ་སོ་ལ་ཐོབ་པའི་མི་ལུས་རྩ་ཆེན་པོ་དེ་ལ་ཡང་མི་ལུས་ཐོབ་པ་ཙམ་དུ་མ་རེད། མི་ལུས་ཐོབ་པའི་སྟེང་ལ་ཡང། དལ་བརྒྱད་འབྱོར་བཅུ་ཚང་བའི་མི་ལུས་རིན་པོ་ཆེ་ས་ཞེས་གསུང་གི་ཡོད་རེད། རེད་བ། དེ་ཡིན་དུས་བསམ་པ་ལ་ཡང། ང་ཚོའི་གི་ལུས་རྟེན་དེ་ལ་ཡང། མི་ལུས་ཐོབ་པའི་སྟེང་ལ་ཁྱད་ཆོས་ཆེན་པོ། གོ་སྐབས་ཆེན་པོ་ཟེར་ནས་འདྲ་ཁྱད་ཆོས་ཆེན་པོ་ཟེར་ནས་འདྲ་ཡོན་ཏན་ཆེན་པོ་ཟེར་ནས་འདྲ། བཅོ་བརྒྱད་གསུང་གི་ཡོད་རེད། དལ་བ་བརྒྱད། དལ་བ་བརྒྱད་ཟེར་དུས་བསམ་པ་ལ། ཆོས་སྒྲུབ་ཡག་གི། དུས་ཚོད། ཁོམ་པ། དུས་ཚོད། ད། མི་ཁོམ་པ་རྒྱལ་སྲས་དམྱལ་བ་ཡི་དྭགས་དུད་འགྲོ་ལ་སོགས་བ་དང་ད་ལྷ་ཚེ་རིང་པོ་དང་ད་དེ་འདྲ་མང་པོ་ཞིག་གསུང་གི་ཡོད་རེད་བདེན་ཚོགས་ལ་ཡང་སྐྱེས་པ་ཡིན་ན་ཆོས་བྱ་ཡུལ་གྱི་ཁོམ་པ་ཡང་ཡོད་མ་རེད། རེད་བ། སྡུག་བསྔལ་རྐྱང་རྐྱང་གི་དབང་དུ་སོང་ནས་གཅིག་ནས་ཆོས་བྱ་ཡུལ་ཤི་གི་ཡོད་མ་རེད་གཉིས་ནས་ཆོས་བྱ་ཡུལ་ཤེས་པ་ཡིན་ན་ཆོས་བྱ་ཡུལ་གྱི་དུས་ཚོད་ཡོད་མ་རེད་ཁོམ་པ་ཡོད་མ་རེད་དེ་ཡིན་དུས་ང་རང་ཚོ་མི་ཁོམ་པ་བརྒྱད་དང་བྲལ་བའི་ཆ་ནས་དེ་བས་བརྟན་ཅིང་ཐོབ་བསྟན་ཡོད་རེད། རེད་བ། ང་ཚོ། མི་ཁོམ་པ་བརྒྱད་དེ་ཤེས་བྱའི་ནང་ལ་གསུམ་པོ་ཡོད་པ་ལོག་པར་ལྟ་བ་འཛིན་དང་དུད་འགྲོ་དང་ཡི་དྭགས་ཉིད་དང་དམྱལ་བར་སྐྱེ་བ་དང་རྒྱལ་བ་སྐལ་དམན་པ་དང་མཐའ་འཁོབ་དང་ཀླ་ཀློ་སྐྱེ་བ་གླེན་ཞིང་ལྐུགས་པ་ཉིད་ཚེ་རིང་ལྷ་ཡིན་གང་ཡང་རུང་བ་ནི་ཟེར་ནས་འདི་འདྲའི་ཕྱིར་ཤེས་བྱའི་ནང་ལ་གསུམ་པོ་ཡོད་རེད་མི་ཁོམ་པ་བརྒྱད་གསུམ་པོ་ཡོད་རེད་འོ་ཡ་ད། ངན་སོང་གསུམ་དང་ད་ག་ནང་བཞིན་གྱི་འོ། ལྷ་ཚེ་རིང་པོ་ལ་སོགས་པ་དང་ད་འདི་འདྲའི་ཕྱིར་གྱི་ད་ལོག་པར་ལྟ་བ་འཛིན་པ་དང་ད་འདི་འདྲ་མང་པོ་གསུམ་པོ་ཡོད་རེད་འོ་འདི་འདྲའི་ཕྱིར། མི་ཁོམ་པ་བརྒྱད་དང་བྲལ་བ་དེ་ཡི་ཐོག་ལ་ཡང། དལ་བ་བརྒྱད། སྦྱོར་བ་བཅུ་བོ་ཟེར་བའི་ཆོས་བྱེད་ཡ་ལ་ཡ། མཐུན་རྐྱེན། སྦྱོར་བ་བཅུ་བོ། སྦྱོར་བ་བཅུ་བོ། སྦྱོར་བ་ཟེར་དུས་ཙམ་པོ་མཐུན་རྐྱེན་བྱེད། མཐུན་རྐྱེན་བཅུ། རང་གི་ངོས་ནས། གྲུབ་ཐུག་ཡ་གི་མཐུན་རྐྱེན་ལྔ། ཡང། གཞན་གྱི། སོ་སོ་ཆོས་བྱེད་ཡ་ལ་ཡ། གཞན་གྱི་ངོས་ནས་ཚུ། མཐུན་རྐྱེན། ཡོངས་དེ་ཡ་འདི་འདྲའི་མཐུན་རྐྱེན་ལྔ། གཞན། རང་སྦྱོར་ལྔ་དང། གཞན་སྦྱོར་ལྔ་ཚང་དེ་ཡོད། འདི་འདྲའི་བ་དེ། འཕགས་པ་ཐོགས་མེད་ཀྱི་ཉན་ས་དེ་དུ་ཚོད་རྣམ་རོལ་གསུམ་པོ་ཡོད་རེད། དོར་བ་མི་གཉིས་དབུས་ཀྱི་དབང་པོ་ཟེར་ནས་ལས་ཐོག་མ་ལོག་གནས་ལ་ཐ་ས་དགེ་ང་རང་ཚོ་མི་ཡིན་པ་དབུས་ལ་སྐྱེས་ཟེར་ཡུལ་དབུས་སུ་སྐྱེ་བ་ཟེར་དུས་ཚང་མ་ལ་གཏམ་སྐད་ཆ་མང་པོ་ཡོད་རེད་ས་ཚིགས་ཀྱི་དབང་དུ་བྱས་ས་ཆ་གི་དབང་དུ་བྱས་ན་ད་ཅིག་རྡོ་རྗེ་གདན་དང་ཐག་ཉེ་བོ་ད་ཅིག་མང་པོ་ཟིག་བ་རེད་ཆོས་ཚིགས་ཀྱི་དབང་དུ་ཟེར་ན་འཁོར་རྣམ་བཞི་ལ་སོགས་པ་དགེ་སློང་ཕོ་མོ་དང། དགེ་སློང་ཕ་དང་མ། རེད་བ་ད་དགེ་སློང། དགེ་སློང། ད་མདོར་བསྡོད་ན་རེད་དགེ་བསྙེན་ཕ་མ་དང་དགེ་སློང་ཕ་མ་ལ་སོགས་པ་འཁོར་རྣམ་པ་བཞི་ཡོད་པའི་ས་ཆ་དེ་ལ། ཡུལ་དབུས། ད་ང་ཚོ་བོད་ལྟ་བུ་ལ་ཆ་བཤད་ན་དགེ་སློང་མ་མེད་པ་ཡིན་ཙང་བོད་དེ་དགེ་སློང་མ་མ་རེད་པས་ཟེར་དུས་ཨ་འདི་ལ་མཁས་པ་འགའ་ཤས་ཀྱིས་འདི་སེམས་གོ་ཡོད་རེད་ཁོར་རྣམ་བཞི་ཡོད་པས་ས་ཆ་དེ་ཨ་རེད་པས་ཡུལ་དབུས་ཀྱི་གཙོ་བོ་ཁོར་རྣམ་བཞི་མེད་པ་ཡིན་ནའི་ཁོར་རྣམ་བཞི་སྒྲུབ་པར་བྱེད་པའི་ལས་ཀྱི་ཆོ་ག་ལ་སོགས་པ་ཡོད་པ་དང་འདི་ཚོ་ལ་མང་པོ་གསུང་གི་ཡོད་རེད་ད་འདི་འདྲ་བྱས་ད་སྟབས་བདེ་བོ་རེ་བྱས་ན་ཡུལ་དབུས་མི་གཉིས་དབུས་ཀྱི་ཡུལ་དབུས་ཟེར་དུས་ད་ཆོས་ཐབ་ས་ལ་སོགས་པ་འདི་འདྲ་ལས་སྐྱེས་པ་ཨ་རེད་འོང་སྒོ་ཚང་བ་དང་ད་འདི་འདྲ་ཡིན་པ་རེད་ལས་ད་མང་ལོ་གནས་ལ་ད་འོང་ཡག།

ཆོས་སྡུད་མཁན་གྱི་དགེ་བའི་བཤེས་གཉེན་རྒྱལ་བ་ཡེ་ཤེས་ནོར་བུ་ལ་སོགས་པ་དང་ལྗོན་པ་ཞིག་རེད། ཕྱོགས་གཅིག་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་ཨ་ནུས་པའི་ད་ལྟ་ག་ལ་བོར་རེད་ད་དུས་དྲ་བོ་ཅིག་ཆགས་བསྟན་པའི་དུས་དྲ་བོ་ཅིག་ཆགས་ཏེ་ཡོད་རེད། དྭངས་ན་ཤིང་གི་དམ་ཆོས་སྟོན། སངས་རྒྱས་ཀྱིས་གསུངས་པའི་ཆོས་འདི་རང་ལ་སྟོན་མཁན་ཡོད་རེད། བསྟན་པའང་གནས་དེ་ཡོད་རེད། རེད་བ། སངས་རྒྱས་ཆོས་དང་དམ་ཆོས་དེ་བསྟན་པ་གནས་དང་དེ་རྗེས་ཆོས་གཞན་ཅིག་གཉིས་ནི་བཙལ་བའོ་ས་བསྟན་པ་གནས་པ་རེད་བསྟན་པ་གནས་པ་ཙམ་དུ་མ་ཟད་པས། བསྟན་པ་དེ་ལ་ཉམས་ལེན་བྱེད་མཁན་གྱི་སོ་སོ་གྱི་དམིགས་དཔེ་བཏགས་ས་དེ་ཡི་རྗེས་སུ་འཇུག་མཁན་གཞན་དང་གཞན་ཡང་ཡོད་རེད། གཞན་ལ་ཡང་ཨ་པའི་ཐུགས་བརྩེ་བའི་དབང་གིས་ང་ཚོ་ལ་ལམ་སྟོན་ཡན་གྱི་དགེ་བའི་བཤེས་གཉེན་ལ་སོགས་པ་ཡོད་པ་རེད་དེ་ཚོ་ཚང་མ་ལོ་སོ་སོའི་ངོས་ནས་ཆོས་སྒྲུབ་ཡག་གི། གཞན་གྱི་ངོས་ནས་ཚང་དགོས་ཡག་གི་ཆ་རྐྱེན་རྩ་ཆེན་པོ་དེ་འདྲ་ཅིག་ཡོད་པ་རེད། འདི་འདྲ་ཡིན་དུས་བསམ་པ་ལ་ཡང་ད་འདི་འདྲ་བའི་གོ་སྐབས་རྩ་ཆེན་པོ་འདི་འདྲ་ཅིག་ང་ཚོ་ལ་ཡོད་པ་ཡིན་དུས།

པའི་རྒྱལ་པོ་ཡེ་ཤེས་ནོར་བུ་ཡི་རྗེས་སུ་སོང། དེ་འདྲས་ཅིག་ཆོས་དར་ས་ཅི་ན་སྐྱེས། སོ་སོའི་ངོས་ནས་ཆོས་མང་པོ་ཅིག་སློབ། ཉན་ཡག་དང་གསོང་ཆོས་ཞུ་ཡག་དང། གང་ན་གཞན་གྱིས་ཅིག་བསམ་བློ་གཏང་གོ་བྱེད་ཀྱི་ཡོད་པ་དེ་ལས་རང་གི་བསམ་བློ་དེ་ཉུང་མོད་པའི་དབང་དུ་སོང་ནས། ཨ་པའི་བྱ་བ་མི་དགེ་བ་ས་ཡ་དང་བྱ་བ་ངན་པ་ས་ཡ་དེ། པའི། མདོ་ཆེན་པོ་དེ་འདྲས་ཅིག་པའི་ཐུགས་ལ་ལྷུང་བ་ནང་བཞིན་འགོག་ཐབས་མེད་པར་བྱས་ན་ཡོང་གི་འདུག་བ་དད་མེད་ཀྱི་དད་པ་མེད་པའི་ཐོག་ནས་བྱ་བ་ངན་པ་མང་པོ་ཞིག་མི་དགེ་བ་མང་པོ་ཅིག་དེ་ཡོང་བསྡད་ཀྱི་ཡོད་རེད། དགེ་བ་སྒྲུབ་ཡ་ས་དེ་ནི་དཀའ་ལས་ཁག་པོ་ཞི་བ་ཅིག་རེད་འདུག་བ། འདི་རེད། འདིའི་སྒང་ལ་ཡང། དད་བརྒྱད་འཇུ་བྱེད་གསུམ་བའི་ལུས་རྟེན་རྩ་ཆེན་པོ་འདི་འདྲ་ཞིག་ཐོབ་པ་ལ་དགེ་བ་སྒྲུབ་པར་ཚུལ་ཁྲིམས་རྣམ་པར་དག་པ་ཅིག་ཡོད་པ་འདི་ཙམ་གྱིས་འགྲིག་གི་ཡོད་མ་རེད་དམ་སྨོན་ལམ། དཔེ་རྒྱ་ཆེན་པོ་ཅིག་གིས། པ། བཟླས་པ། དེ་ཡི་སྒང་ལ་སྦྱིན་སོགས་ཕར་ཕྱིན་དྲུག་རྟ་འཇིགས་པ་ལ་སོགས་པའི་གསོལ་རོགས་མང་པོ་ཅིག་གྲོགས་བྱས་ནས་འདི་འདྲའི་ཅིག་གི་རྒྱུ་རྐྱེན། སྒྲུབ་དཀའ་ལས་ཁག་པོ་མང་པོ་ཅིག་ཚོགས་པ་ལ་བརྟེན་ནས་འདི་འདྲའི་ཅིག་དགོས་མཁོ་ཡོད་ཙང། ད་འདི་འདྲའི་བའི་རྒྱུ་རྐྱེན་སྒྲུབ་རྒྱུ་རེད་དེ་ལྟ་མི་སྲིད་པའི་དཀའ་ལས་ཁག་པོ་དཀའ་ལས་ཁག་པོ་ཡིན་ན་དེ་ང་ཚོས་དགོངས་པ་ཅིག་བཞེས་དང་དོན་གྱིས་ཞུས་པ་ནང་བཞིན་གྱིས། ང་རང་ཚོས་ད་ལྟ་འདི་འདྲའི་ཅིག་གི་ཆ་རྐྱེན། ཕུན་སུམ་ཚོགས་པ་འདི་འདྲའི་ཅིག་ཡོད་རེད་དེ་ལས་ཡག་པོ་ཅིག་སྒྲུབ་ཐུབ་ཀྱི་མི་འདུག་ད་གཞན་དང་གཞན་དེ་བས་སྒྲུབ་ཐུབ་ཀྱི་མ་རེད། ད་ངན་སོང་ངན་འགྲོ་དང་དེ་འདྲ་ཞིག་སྐྱེ་བ་ནི་དེ་བས་སྒྲུབ་དགོས་ཤིང་གི་མ་རེད་སྒྲུབ་ཡག་གི་བསམ་བློ་ཡང་འཁོར་གི་མ་རེད་འབད་བརྩོན་ཡང་བྱེད་གི་མ་རེད་དེ་འདྲ་ཡིན་དུས་བསམ་པ་སྒྲུབ་དཀའ་ལས་ཁག་པོ་ཡིན་ཙང་ཨ་ནི་འབྲས་བུ་དེ་དེ་བས་དཀོན་པོ་ཆེ་ཆགས་ཀྱི་ཡོད་རེད་ད། རྒྱུ་དང་དཔེ་དང་དང་ངོ་བོ་དང་མང་པོ་གསུངས་གི་ཡོད་པ་གོང་འོག་འདི་འདྲའི་སྒོ་ནས་རྙེད་པར་དཀའ་བ། དལ་འབྱོར་བརྟེན་ནས་རྙེད་པར་ཤིན་ཏུ་དཀའ། སྐྱེས་བུའི་དུད་འགྲོ་ཐོབ་པར་འགྱུར་བ་ལ། འདི་འདྲ་བའི་དལ་འབྱོར་གྱི་ལུས་རྟེན་རྩ་ཆེན་པོ་དེ་ལ་བརྟེན་ནས། དང་དོན་དག་ཆེན་པོ་ཞུ་སྒྲུབ་ཐུབ་ཡག་ཡོད་རེད། དཀོན་པོ་ཡིན་པ་ཙམ་མ་རེད་དཀོན་པོ་ཡིན་པའི་ཐོག་ལ་ཡང་སྐྱིད་པོའི་དོན་ཚེ་འདི་ལ་ཡིན་ན་ཡང་བའི་དོན་དག་རྒྱ་ཆེན་པོ་མང་པོ་ཅིག་སྒྲུབ་ཐུབ་ཡག་ང་རང་ཚོའི་ལུས་རྟེན་དེ་ཡི་ཐོག་ནས་སྒྲུབ་ཐུབ་ཀྱི་ཡོད་རེད་འཛམ་བུ་གླིང་ལ་ལ་ཡང་རླབས་ཆེན་གྱི་བྱ་བ་མཛད་ཉན་དཔེར་ན་རྒྱལ་བོ་ཡེ་ཤེས་ནོར་བུ་ལ་སོགས་པ་དང་བདག་ཉིད་ཆེན་པོ་གཱན་དྷི་ལ་སོགས་པ་དེ་འདྲས་ཀྱི་རླབས་ཆེན་གྱི་བྱ་བ་མཛད་ཡག་དེ་ཡང་ལུས་རྟེན་མི་ལུས་རིན་པོ་ཆེ་དེ་ཡི་ཐོག་ནས་གནང་ཐུབ་ཀྱི་ཡོད་རེད་བ། དེ་ཙམ་དུ་མ་ཟད་པའི་པའི་སངས་རྒྱས་ཀྱི་གོ་འཕང་ཚུན་ཆད་ནས་ག་རེའི་ཐོག་ནས་ཡིན་དགོས་ར་ཟེར་ན། ལུས་རྟེན་དེ་ཡི་ཐོག་ནས་པའི་ཆོས་ཅིག་བསྒྲུབས་ནས་བསོད་ནམས་ཅིག་བསགས་ནས་ཉམས་ལེན་ཅིག་གནང་ནས་དེ་ལ་བརྟེན་ནས་སངས་རྒྱས་ཀྱི་གོ་འཕང་འགྲུབ་པའི་ཆེད་ཡིན་དགོས་ཡོད་པ་རེད། མདོར་བསྡུས་ན་ཚེ་འདི་དང་ཚེ་ཕྱི་མ་དང། གཏན་གྱི་བདེ་བ་ཚུན་ཆད་ནས་ལུས་རྟེན་དེ་ཡི་ཐོག་ནས་བསྒྲུབ་ཐུབ་པ་ཞིག་ཡིན་དགོས་ཡོད་རེད། དེ་འདྲ་ཡིན་དུས་ལུས་རྟེན་དེ་པའི་མི་སྲིད་པའི། རྩ་ཆེན་པོ་གལ་ཆེན་པོ་དེ་ཡང། སྒྲུབ་དཀའ་ལས་ཁག་པོ་འདི་འདྲའི་ཅི་ཆ་ཡོད་ར་འདི་འདྲའི་ཡིན་དུས་གལ་ཏེ་འདི་ལ་ཕན་པ་མ་བསྒྲུབས་ནས་ཕྱི་དེ་ཡང་དག་འཇོག་འདི་འདྲའི་བའི་ལུས་རྟེན་དེ་ཡི་ཐོག་ལ་ཡང་ཕན་པ་ཅིག་མ་བསྒྲུབས་ན་དངོས་གནས་ཀྱི་ད་ལུས་རྟེན་འདི་ཡང་དག་པ་ཅིག་བེད་སྤྱོད་ཅིག་བཏང་ནས་ཚེ་འདི་ལ་ཡིན་པ་ཡིན་ན་མི་ཚེ་དོན་དང་ལྡན་པ་ཅིག་སྐྱེལ་ཡག་དེ་ཡི་ཐོག་ནས་བས་རང་ཙམ་དུ་མ་ཟད་པའི་འཇིག་རྟེན་སྤྱི་ལ་ཡིན་ན་ཡང་འདྲ་བོད་མི་རིགས་ལ་ཡིན་ན་ཡང་འདྲ་སོ་སོའི་ཅིག་རིགས་རྒྱུད་བའི་མི་རིགས་ལ་ཡིན་ན་ཡང་འདྲ་ཞབས་ཕྱི་ཅིག་བསྒྲུབ་ཐུབ་པ། ཚེ་ཕྱི་མ་ཕན་ཆད་ལ་ཡང་ངན་སོང་ངན་འགྲོ་ལ་སྐྱེ་མ་དགོས་པ། ལུས་རྟེན་བཟང་པོ་བྱིན་བརླང་ཐོབ་ཡ། རིམ་པས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་འགྲུབ་ཡག་གི་འདི་འདྲས་བྱེད་ཀྱི། ཅིག་བྱེད་མ་ཐུབ་པ་ཡིན་ན། ད་དངོས་གནས་དྲང་གནས་ཀྱི་ཕངས་པོ་རེད། ག་རེ་ཕངས་པོ་རེད་ཟེར་ན་ཕྱིས་དེ་ཡང་དག་འབྱོར་བའི་ག་ལ་འགྱོར་འདི་འདྲ་བའི་གོ་སྐབས་དེ་ཤོར་བ་ཡིན་ན་ད་དངོས་གནས་ཀྱི་གོ་སྐབས་ཆེན་པོ་ཤོར་བ་རེད། ང་རང་ཚོ། དཔེར་ན་དཀའ་ལས་བརྒྱབ་བརྒྱབ་བརྒྱབ་བརྒྱབ་བརྒྱབ་ནས་ད་དངུལ་རེ་ཅན་མང་པོ་ཅིག་བསགས། རེད་བ། དངུལ་མང་པོ་ཅིག་བསགས། དེ་བསགས་པའི་རྗེས་ལ་ཡང་ད་དེ་བ་ཅིག་རེ་རྐུ་མ་ཤོག་དེ་འདྲས་ཞིག་བྱས་པ་ཡིན་ན། རེད་བ། ད་ཞེ་བོ་ཅིག་ཕངས་པོ་བརྩིགས་གི་རེད་བ། ཉི་མ་ང་ཚོ་རྒྱ་གར་དུ་བ་དངུལ་དེ་འདྲ་མང་པོ་ཤོག་ས་དངུལ་དངུལ་སྤྱོད་ས་དེ་འདྲས་ཤོག་ནས་ད་ཁ་ཤས་པས་དངུལ་ཤོག་ནས་དེ་འདྲས་ཅིག་བྱེད་དུས་ཚང་མ་ལ་ཉི་མ་མང་པོ་འབད་དེ། སྒོ་རྒྱབ་ནས་མ་ཁ་ལག་ཟ་གོ་མི་འདུག་ཟེར་གི་འདུག་དོན་གོ་མི་འདུག་ཟེར་གི་འདུག་ཨ་རེ་ཁ་ཤས་པའི་ཉི་མ་ག་རོ་གཅིག་ན་མ་དོན་ཡོད་འདུག་པས་སྐམ་པོ་ནག་པོ་ཆགས་ན་དོན་ཡོད་གི་འདུག་ཟེར་གི་འདུག་དེ་ཡིན་དུས་ད་དངུལ་འདི་འདྲས་གཅིག་ནས་ད་ཕང་གོ་རེ་བྱེད་རེ་གཅིག་ནས་དེ་འདྲས་རེ་རེ་བ་ཁ་ཆེ་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་དག་ལ་སྙིང་པོ་ཡོག་མ་རེ་བསྟན་པ་ཡོག་མ་རེ་མཐའ་མ་ཅིག་གིས་ཤི་འགྲོ་དུས་ཚང་མ་བཞག་ནས་འགྲོ་ཡ་རེ་དེ་འདྲས་བྱེད་རོགས་ད་དེ་ཚོ་ཡིན་ན་ཡང་ང་རང་ཚོ་དེ་ཚོ་ལ་ཞེ་བོ་ཅིག་གིས་ཕང་པོ་བརྩིགས་ཡོད་རེ་བ་དེ་ཚོ་ཤོར་བ་ཡིན་ན་ཕང་པོ་བརྩིགས་ཡོད་རེ་འདི་ལས་ཀྱང་ཕང་ང་ཅིག་དེ་ང་ཚོའི་ད་ལྟའི་གི། མི་ལུས་རིན་པོ་ཆེ་དེ་བེད་སྤྱོད་ཅིག་བྱས་ནས་ཡང་དག་པ་ཅིག་ཆེན་མོ་དང་དངོས་གནས་དྲ་གནས་ཀྱི་ཕང་པོ་ཆགས་ཏེ་ཡོད་རེད་ཧ་ལས་པའི་ཕང་པོ་ཆགས་ཏེ་ཡོད་རེད་བ། དེ་ཡིན་དུས་རྒྱུ་ནོར་ལོངས་སྤྱོད་ཤོར་བ་དེ་ཆུན་ཆུན་ཆགས་ཏེ་ཡོད་རེད་ད་ང་ཚོ། དེ་དངོས་གནས་ཀྱི་ལུས་རྟེན་རྩ་ཆེན་པོ་དེ་ཆུད་ཟོས་འགྲོ་ཡ་ལ་སྣང་མེད་ཤོར་བ། རེད་བ། ད་དོན་དག་ཆུན་ཆུན་ཅིག་གི་ཆེད་དུ་ད་དཀའ་ལས་ཞེ་བོ་ཅིག་བརྒྱབ་ཐུབ། དེ་ཡི་ཆེད་དུ་དུས་ཚོད་མང་པོ་ཅིག་བློས་བཏང་ཐུབ། ལུས་དང་སེམས་ཀྱི་ཐོག་ནས་དེ་ཡི་ཆེད་དུ་བས་ཞེ་བོ་ཅིག་གི། དཀའ་ལས་བརྒྱབ་ནས་སྒྱུ་རྩལ་ཐུགས་ཀྱི་བདག་དངོས་གནས་ཀྱི་དོན་ཆེན་པོ་གཅིག་འགྲུབ་བས་ལ་ལ་ང་ཚོ་འཐུས་ཤོར་འགྲོ་བསྡད་ཀྱི་ཡོད་རེད་པ། ད་འདི་འདྲའི་མེད་པ་བྱས་ང་ཚོ་གཅོད་འཇུག་རེད་ད་ད་བར་ནས་ཤེས་ཀྱི་ཡོད་པའི་གཞུང་རྩ་ཆེན་པོ་དེ་ཚོ་མ་བྱས། རྒྱ་བོ་རུམ་ཆེ་ལ་སོགས་པའི་བཀའ་ཆོས་དེ་ཚོ་མ་ཞུས་ནས་ད་དགོངས་པ་ཡག་པོ་བཅས་བཞེས་ནས་ཁ་ནང་དུ་ཕྱོགས་ནས་བསམ་བློ་ཞིག་བཏང་པའི་ཐོག་ན་དངོས་གནས་ཀྱི་ད་གོ་སྐབས་རྩ་ཆེན་པོ་དེ་ཚོ་མ་ཤོར་བ་བྱས་ན་གལ་ཆེན་པོ་རེད་འདི་འདྲས་ཅིག་ཤོར་བ་ཡིན་ན་ད་གསོ་གྱོང་རག་རེད་ཟེར་ན་སོ་སོ་ལ། གྱོང་རག་རེད་གྱོང་རག་ཡ་དེ་ཡང་སྐྱེ་བ་འདི་ཙམ་དུ་མ་རེད། སོ་སོའི་གི་སྐྱེ་བ་གཏན་དུ་ད་གྱོང་རག་ཡ་རག་པོ་ཅི་ཆགས་ཡོང་གི་ཡོད་རེད་སྐྱེ་བ་ནས་སྐྱེ་བ་ཚི་རག་མང་པོ་ཐོན་གྱོང་ཆེན་པོ་ཆགས་གི་ཡོད་རེད། རྒྱུ་ནོར་ལོངས་སྤྱོད་ཤོར་བ་འདི་འདྲ་བྱས་པ་ཡིན་ན་ཚེ་འདི་གི་གྱོང་རེད། ཚེ་འདི་གི་ཚེ་མེ་ཚེ་འདི་ཆ་ཚང་གི་ཐོང་གྱོང་ཆགས་གི་མ་རེད། རྒྱུ་ནོར་ལོངས་སྤྱོད་ཤོར་བ་ཡིན་ན་ཡང་འབད་བརྩོན་ཅིག་བྱས་ནས་བསགས་ཡ་ཡོང་གི་རེད་རེད་བ། དེ་ནི་གནས་སྐབས་ཀྱི་གྱོང་ཅིག་ཆགས་གི་རེད། དེ་འདྲ་ཡིན་དུས་དོན། ཆེན་པོ་དེ་ལ་དོན་ཆེན་པོ་དངོས་གནས་འགྲུབ་ཐུབ་པ་ཞིག་གནང་དགོས་རེད་དེ་ཡིན་དུས་སྟབས་གལ་ཆེ་ཤོས་དེ། འདིའི་སྐབས་ལ་ང་ཚོས། ཚིག་དེ་མང་འདུག་ཟེར་དལ་འབྱོར་དེ་ནི་རྙེད་པར་ཤིན་ཏུ་དཀའ་སྐྱེ་བོའི་དུད་འགྲོ་ཐོབ་པར་སྐྱོ་བ་ལས་གལ་ཏེ་དེ་ལ་ཕན་པ་མ་བྱུང་ན་འཆི་ལྟས་ཡང་དག་འབྱོར་བ་ག་ལ་འགྱུར་ཟེར་འདི་གསུངས་ཡིན་དུས། བསམ་བསམ་གྱིས་ཅིག་སོ་སོའི་འཚོ་བ་ཞིག་བསླད་པའི་ཐོག་ནས་ད་དངོས་གནས་ཀྱི་ངས། སྤྱོད་འཇུག་དེ་ཚོར་ཅིག་སློབ་སྦྱོང་ཞིག་བྱས་དེ་ཡི་བརྗོད་དོན། ཨ་རི་བའི་བྱང་ཆུབ་ཀྱི་སེམས་སྐྱིད་ཐབས་རེད་བྱང་ཆུབ་ཀྱི་སེམས་སྐྱེ་ཡག།

ཨ་འདས་སྐབས་ལ་ཚིག་དེ་ཀློག། ཀློག་པ་ཙམ་དུ་མ་ཟད་པའི་འདི་འདྲའི་བཅས་ཀྱིས་སོ་སོའི་སེམས་ནང་ལ་འགྱུར་བ་འགྲོ་ཐུབ་པ་བཅས་བྱུང་བ་ཡིན་ན་དེ་ནས་དངོས་གནས་དྲ་གནས་ཀྱི་བར་ཚིག་དེ་བརྗེད་པ་དང་ཀློག་པ་དེ་དོན་དང་ལྡན་པ་བཅས་ཡོང་གི་ཡོད་རེད་འདི་ཡིན་པ་བྱས། ཕྱིས་དེ་ཡང་དག་སྦྱོར་བ་ག་ལ་འགྱུར་རོ་བྱས་དེ་བྱས། རྟགས་འདི་འདྲ་ཡིན་དུས་བརྩམས་པ་ལ་ཡང། དེ་བྱས་ལ་ཡང་སྙིང་པོ་ཇི་ལྟར་ལེན་པའི་ཚུལ་ལྟར་སྙིང་པོ་ལེན་དགོས་རེད་ཅེས་གསུངས། དེ་མཆོག་གིས། ལུས་རྩ་ཆེན་པོ་དེ་ག་རེ་ཟེར་ན་གལ་ཏེ་དེ་ལ་ཕན་པ་དྲུག་པོ་རེས་ཕན་ཡང་དག་པ་ཐོགས་ཐུབ་པ་ཞིག་བྱེད་དགོས་རེད། དེ་ལ་ཡང་ཕན་ཡང་དག་པ་ཞིག་དང་སྙིང་པོ་ཡང་དག་པ་ཞིག་ལེན་དགོས་མ་བྱུང་ན་ཕངས་པོ་ཞེ་བོ་ཅི་རེད་བྱས་ནས་དེ་གསུངས་པའི་རྗེས་ལ་ཡང་ད་སྙིང་པོ་ག་འདས་ལེན་དགོས་རེད་བྱས་ནས་དེ་གསུངས་ཡོད་འདུག་བསམ་པ་ལ་ཡང་དེ་རེད་སྙིང་པོ་ཇི་ལྟར་ལེན་པའི་ཚུལ། རྒྱུ་ལ་དག་སྒྲིག་གི་ཟབ་ཆའི་རོལ་རྟ་དེ་ཡིན་དུས་སྤྱིའི་རྣམ་གཞག་དང་སོ་སོའི་དོན་བཤད་པའོ་བྱས་ནས་ད་སྤྱིའི་རྣམ་གཞག་ཟེར་དུས་འདིའི་པར་རུ་ལ་ཡང་རྩ་བ་དམིགས་བསལ་ཡོག་མ་རེད། འདིའི་སྐབས་ལ་ཡང་སྤྱོད་འཇུག་གི་ལེའུ་བཅུ་སྟེ་གི། ནང་དོན་རྡོག་རྡོག་ཅིག་མ་གསུངས་ཡོང་གི་ཡོད་རེད། ངོ་སྤྲོད་འདྲ་བོ་ཞིག་གནང་ཡོང་གི་ཡོད་རེད། བསམ་གྱི་འདིའི་སྐབས་ལ་ཡང། ད་ག་རེ་སོང་ན། སྤྱོད་འཇུག་ཟ་ཡ་དེ། ག་འདི་རེད་བྱས་པ་ཡིན་ན་ལེའུ་བཅུ་གི་བདག་ཉིད་ཅན་གྱི་ཆ་དེ་ཡོད་རེད། བརྗོད་བྱ་གཙོ་བོ་ག་རེད་ཟེར་བ་ཡིན་ན། དག་པའི་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་ཀུན་རྫོབ་ཀྱི་བྱང་ཆུབ་ཀྱི་སེམས། སྐྱེད་པར་བྱེད་པ་དང། སྐྱེ་བའི་ཐོག་ནས་བྱང་ཆུབ་ཀྱི་ཀུན་རྫོབ་བྱང་ཆུབ་ཀྱི་སེམས་ཀྱི་འདོད་ཆགས་སངས་རྒྱས་གོ་འཕང་བསྒྲུབ་ཡ་གི་ཆེད་དུ་སྤྱོད་པ་ལ་འཇུག་ལྡང་གི་སྐོར་ཏེ་གཅིག་བྱས། མདོར་བསྡུ་ན་དཀོན་མཆོག་གི་བྱང་ཆུབ་སེམས་དང་བྲལ་བའི། ཉམས་ལེན་སྐོར་གཅིག་བྱས། ཨ་འདིའི་སྒང་ལ་ཡང་དོན་དམ་པའི་བྱང་ཆུབ་ཀྱི་སེམས་ཟེར་དུས་སྟོང་པ་ཉིད་རྟོགས་པའི་ཤེས་རབ། རོལ་བ་ཀི་ཐབས་དང། སྟོང་ཉིད་རྟོགས་པའི་ཤེས་རབ་སྒོམ་སྟངས་ལ་སོགས་པ་དེའི་གསུང་ཡོང་གི་ཡོད་རེད། དེ་ཡིན་དུས་ད་སངས་རྒྱས་ཀྱི་གོ་འཕང་བསྒྲུབ་པར་བྱེད་པ་ལ་ག་རེ་གོ་རེད་ཟེར་ན་སེམས་ཅན་གྱི་ཆེད་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་བསམ་པའི་ཀུན་རྫོབ་པའི་བྱང་ཆུབ་ཀྱི་སེམས། ཐོབ་པར་བྱས། ཐོབ་ཡ་ཡི་རྒྱུ་ལ་འཇུག་གི་ཡིན་བསམ་པའི་ཀུན་རྫོབ་ཀྱི་བྱང་ཆུབ་ཀྱི་སེམས་དགོས་རེད་དེ། སེམས་ཤུགས་འདྲ་བོ་དང་ཆ་དེ་ཡོད་རེད་མ་ཚོགས་པས་ན་དམག་ར་རྒྱག་པ་ཕྱིན་པ་ཡིན་ན་ཨོ་སྙེད་དམག་རྒྱག་པ་ཡིན་དྲག་ཡ་ཁ་བརྡའི་བཅའ་ཡིན་བསམ་པའི་སེམས་ཤུགས་དང། ད་ནི་དཀའ་ངལ་ག་ཚད་ཅིག་བྱུང་པ་ཡིན་ན་ཡང་ངས་ཆེ་ཤོས་བྱེད་ཀྱི་མེད་བསམ་པའི་སེམས་ཤུགས་དགོས་དགོས་རུ་བ། ད་འདི་ཡི་ཐོག་ལ་ཡང་གཉིས་པ་དེ་ག་རེ་དགོས་རེད་ཟེར་ན། སེམས་ཤུགས་ཡོད་པའི་འགྲིག་གི་མ་རེད་བློ་ཁོག་ཡོད་པའི་འགྲིག་གི་མ་རེད་དེ་ཡི་ག་ལ་ཡ་དགྲ་ལ་ཐབས་ཡ་ལ་ཡ་དག་ལག་ལྕགས་དང་ཐབས་ཇུས་དང་དེ་དགུ་བསྐུར་བ་དེ་ཡི་ཚོད་དེ་ཏུང་གི་དུ་བའི་ཤི་རབ་ཆགས་དགོས་རེད་དེ་ཡི་གཉིས་སོགས་བྱུང་རེད་དགུ་ས་དགེ་ཁོ་པ་འགྲུབ་ཐུབ་པ་ཞིག་ཡོང་གི་ཡོད་རེད་ད་དཔེ་ན་དམག་ལ་ཡིན་ན་དམག་ལ་རྒྱལ་ཐུབ་པ་ཅིག་ད་ག་ནས་ཤེས་ས་དགེ་ཁོ་པ་ས་དགེ་ལ་བྱ་བ་ཡིན་ན་ལམ་ལ་བྱ་བ་ཡིན་ན་ས་དགེ་ཁོ་པ་ཐོབ་ཐུབ་པ་ཞིག་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་ད་ས་དང་པོ་དེ་སེམས་ཅན་གྱི་ཆེད་དུ་ས་དགེ་ཁོ་པ་ཐོབ་པར་བྱེད་བསམ་པ་དང། ཐོབ་པས་བདུད་འདྲེ་བྱད་ཀྱི་སེམས་ཅན་གྱི་ཆེད་དུ་སེང་གེའི་ཁོ་པ་ཐོབ་པར་བྱས་བསམས་པ་དང། ཨ་རེ། སེང་གེའི་ཁོ་པའང་ཐོབ་ཡག་གི་རྒྱུ་ལ་འཇུག་པར་བྱས་བསམས་པའི་སེམས་དེ་སྐྱེ་དགོས་པ་ཡིན་དུས། ཨ་དང་པོ་དེ་ལེའུ་དང་པོའི་སྐབས་ལ་ཡང་བྱ་སྤྱོད་ཀྱི་སེམས་སྐྱེས་པས་སྐྱེས་པ་ཡིན་ན་བསམ་བློ་འདི་འདྲ་ཞིག་བཏང་པ་ཡིན་ན་ཕན་ཡོན་བསམ་གྱི་མི་ཁྱབ་པ་ཡིན་དགོས་རེད་ཟེར་ནས་ལེའུ་དང་པོའི་སྐབས་ལ་ཕན་ཡོན་གསུངས་ཡོང་གི་ཡོད་རེད། དེའི་ཕྱིར་ད་དེ་ལེའུ་གཉིས་པའི་སྐབས་ལ་ཡང་སྡིག་པ་བཤགས་པ་ལ་སོགས་པའི་བྱ་སྤྱོད་ཀྱི་སེམས། ཡང་དག་པ་ཅན་སྐྱེ་ཡག་ལ་ཡང། ག་རེ་ཟེར་ན་འགལ་རྐྱེན་སྡིག་པ་དང། སྒྲིབ་པ་ལ་སོགས་པ་སྡིག་པ་དང་འདི་ཚོ་ཡིན་པ་ཡིན་དུས་ལེའུ་གཉིས་པའི་སྐབས་ལ་ཡང་འགལ་རྐྱེན་སྡིག་པ་ལ་སོགས་པ་ཤེས་སྟབས་གསུངས་ཀྱི་ཡོད་རེད། ལེའུ་གསུམ་པའི་སྐབས་ལ་ཡང་ཨ་ནི་བྱང་ཆུབ་ཀྱི་སེམས་དེ་ཅིག་སྡོམ་པ་ལ་སོགས་པའི་ཐོག་ནས་ཡང་སྨོན་སེམས་སྐྱེ་སྟངས་དང་འཇུག་སེམས་སྐྱེ་སྟངས་སྡོམ་པ་སྡོམ་པའི་སྒོ་ནས་བྱང་ཆུབ་ཀྱི་སེམས་སྐྱེ་ཐབས་དེ་གསུངས་ཀྱི་ཡོད་རེད་སྐྱེ་སྟངས་དེ་གསུངས་ཀྱི་ཡོད་རེད། དེ་བཤད། ད་དེའི་རྗེས་ལ་ཡང་ལེའུ་བཞི་པའི་སྐབས་ལ་ཡང་བག་ཡོད་པའི་ལེའུ་བྱས་ནས་ད་བྱ་སྤྱོད་ཀྱི་སེམས། འདི་འདྲ་བའི་སྡོམ་པ་ཅིག་སྐྱེས་པའི་རྗེས་ལ་ཡང་ད་སོ་སོའི་ངོས་ནས་བྱ་སྤྱོད་ཀྱི་སེམས་སྡོམ་པ་ཅིག་སྐྱེས་པ་ཡིན། བྱ་སྤྱོད་ཀྱི་སེམས་ཀྱི་འདི་འདྲའི་ཅིག་གིས་ཁས་ལེན་ཅིག་བྱས་པ་ཡིན་ད་ངའི་ངོས་ནས་གང་ཐུག་ཅི་ཐུག་གིས་དངོས་གནས། ཇི་ལྟར་ཁྱེད་རྣམས་པ་ནང་བཞིན་གྱིས་མ་འགལ་བ་ཅིག་བྱས་བསམ་པ་བག་ཡོད་བསྟན་ཡ་དེ་གསུང་གི་ཡོད་རེད་བག་ཡོད་བཤད། ད་དེའི་རྗེས་ལ་ཡང། ལེའུ་ལྔ་པ་ཤེས་བཞིན་གྱི་ལེའུ་ནས་བྱས་ཨ་ནི། ང་རོ་ཟེར་སྦྱིན་སོགས་ཕར་ཕྱིན་དྲུག་ཟེར་བ་བྱང་ཆུབ་སེམས་དཔའི་སྤྱོད་པ་དངོས་གཞི་འཇུག་ཡ། སེམས་བསྐྱེད་པའི་རྗེས་ལ་ཡང་སེམས་བསྐྱེད། སེམས་བསྐྱེད་པའི་རྗེས་ལ་བག་ཡོད་བསྟེན་ད་སེམས་བསྐྱེད་པ་ནས་བྱས་ངས་ཡང་དག་པར་སྒྲུབ་པ་ཡིན་བསམ་མ་སྒྲུབ་ནས་འགྲིག་གི་མ་རེད་བསམ་པ་འདི་པོ་ཏོ་བྱས། ད་འདི་ནས་སེམས་བསྐྱེད་པ་ནང་བཞིན་གྱི་སྤྱོད་པ་ལ་འཇུག་ཡ་དེ་ཨ་ནི་ཤེས་བཞིན་ནས་མ་གསུང་གི་ཡོད་རེད་ཤེས་བཞིན་སྐབས་ལ་ཡང་ད་ཚུལ་ཁྲིམས་གསུངས་ནས་རེད་བ་བྱང་ཆུབ་སེམས་དཔའི་སྤྱོད་པ་ཇི་ལྟར་ཁས་བླངས་པ་ནང་བཞིན་གྱི། བདག་གིས་ཁས་བླངས་པ་འདི་ཚུལ་དང་མཐུན་པ་ཅིག་གསུང་ཐུགས་ཀ་དོག་མི་དོག་སྒྲུབ་ཐུགས་ཀ་དོག་མི་དོག་བྱས་ནས་སོ་སོའི་གཤེ་གཤེན་གྱི་ཐོག་ནས་བརྟག་དཔྱད་བྱས། སོ་སོའི་རྒྱུད་ལ་ཡང་བྱང་ཆུབ་སེམས་དཔའི་སྡོམ་པའི་འགལ་རྐྱེན་མི་མཐུན་ཕྱོགས་ཀློང་བརྙན་པ་ཁོང་ཁྲོ་ཞེ་སྡང་ཕྲག་དོག་ལ་སོགས་པ་སྐྱེ་གི་དོག་སྐྱེ་གི་མི་དོག་དེ་དག་ལ་བརྟེན་ནས་བྱང་ཆུབ་ཁས་བླངས་པ་ནང་བཞིན་སོ་སོས་ཇི་ལྟར་ཁས་བླངས་པ་ནང་བཞིན་པའི་ཉམས་ཡང་དེ་འདྲ་ཡོང་གི་དོག་ཡོང་གི་མི་དོག་གཤེ་གཤེན་དང། ཨ་ནི་དྲན་པ་ལ་སོགས་པ་བསྟན་ཡང་དེ་གསུང་གི་ཡོད་རེད་གཙོ་བོ་གཤེ་གཤེན་གྱི་ལེའུ་བྱས་དེའི་ཚུལ་ཁྲིམས་བྱས་རེད་བ། དེའི་རྗེས་ལ་ཡང།

ང་ཚོ་སྦྱིན་པ་ཚུལ་ཁྲིམས་ད་ད་ལྟ་ཕར་ཕྱིན་དྲུག་གི་ནང་ན་སྦྱིན་པའི་ཕར་ཕྱིན་ཡོད་རེད་དེ་ལས་ཡིན་ནའི་སྦྱིན་པའི་ཕར་ཕྱིན་དེ་ད་ལྟ་རྒྱུད་ལ་དོན་ཁྲིད་ལ་སོགས་པ་ཡིན་ན་བསྔོ་བའི་ལེའུ་དང་སྦྱར་ནས་གསུང་གི་ཡོད་རེད་དེ་ཡིན་དུས་ཚུལ་ཁྲིམས་དེ་ཤེས་ཤེས་བྱས་དེ་རྗེས་ལ་ཡང་ཨ་ནི་བཟོད་པ་རེད་ད་བཟོད་པ་ཡིན་དུས་དེ་འདྲ་བའི་བྱང་ཆུབ་ཀྱི་སེམས་ཇི་ལྟར་ཁས་བླངས་པ་ནང་བཞིན་གྱི་ཡང་དག་པ་ཆོས་གསུམ་ཡང་དག་ད་ནང་བཞིན་གྱི། པའི་འཇིགས་སྒྲུབ་ཐུབ་པ་ལ་ཡང་འགལ་རྐྱེན་གཙོ་བོ་དེ་ག་རེ་སམ་ཁོང་ཁྲོ་ཞེ་སྡང་ལ་སོགས་པ་འདི་འདྲའི་ཚོ་ཡོང་གི་ཡོད་པ་ཡིན་ཚོད་ཁོང་ཁྲོ་ལ་སོགས་པ་དབང་དུ་མ་བཏང་བར་བྱས། བཟོད་པ་བསྒོམ། བཟོད་པ་བརྟན་ནས་ཆགས་སྡང་གི་ཁོང་ཁྲོ་ལ་སོགས་པའི་དབང་དུ་མ་བཏང་ཞེ་སྡང་ལ་སོགས་པའི་དབང་དུ་མ་བཏང་འདི་འདྲས་ཀྱི་ཐོག་ནས་བྱང་ཆུབ་ཀྱི་སེམས་དེ་ཡང་དག་པར་ཁས་བླངས་པ་ན་ཤིང་གི་གོང་ནས་གོང་དུ་འཕེལ་བར་སྒྲུབ་ཐབས་བྱས་ཡ་དེ་བཟོད་པ་བྱས། འདི་འདྲ་བའི་བཟོད་པ་ཡང་དག་པར་བསྟན་པ་ལ་ཡང་ག་རེ་དཀོར་བསམ་བརྩོན་འགྲུས་དགོས་ཀྱི་ཡོད་རེད། རེད་བ། དཀའ་ལས་རྒྱག་དགོས་ཡོད་རེད་བཙོན་ཁང་འགའི་ལ་སྤྲོ་བོ་བཟོད་པ་སྒོམ་ཡག་ལ་སོགས་བ་དང་ཉམས་ལེན་བྱེད་ཡག་ལ་ཡང་སྤྲོ་བ་སྐྱེ་ཡག་དེ་བྱེད་དགོས་ཡོད་རེད་བརྩོན་འགྲུས་ཆེ། རེད་བ། དེ་ནས་བསམ་གཏན་ཟེར་དུས་སེམས་པ། པའི། བརྩོན་འགྲུས་ལ་སོགས་བ་དང་འདི་འདྲས་ཅིག་དགེ་བའི་ཕྱོགས་ལ་ཡང་དག་པར་འགྲོ་བ་ལ་ཡང་ག་རེ་དགོས་རེད་བསམ་ན་སོ་སོའི་བསམ་བློ་དེ་བརྟན་པོ་དགོས་ཡོད་རེད་སོ་སོའི་བསམ་བློ་དེ། པའི་བརྟན་པོ་ཅིག་དང་འདི་འདྲས་ཅིག་མེད་པ་ཡིན་ན།

སྔོ་བ་སེར་དེ་དག་འདོར་འདོད་ན་འགངས་ལ་ཡང་སེམས་ཅན་གཞན་དོན་གྱི་ཆེད་དུ་རྒྱལ་སྲས་ཀྱི་སྤྱོད་པ་རང་གི་ལུས་མཚོན་བྱེད་ནས་བཏང་ཡག་དང། ད་ག་ན་གཞན་གྱི་ལོངས་སྤྱོད་མཚོན་བྱེད་ནས་བཏང་ཡག་གིས་མཚོན་པའི་ད་ག་ན་གཞན་གྱི་གཞན་དོན་གྱི་བྱ་བ་རྒྱ་ཆེན་པོ་གང་མཛད་པ་དེ་ཐམས་ཅད་ཨ་ནི་བས། སེམས་ཅན་ཐམས་ཅད་ཀྱི་ཆེད་དུ་སངས་རྒྱས་གོ་འཕང་ཐོབ་ཡག་གི་བསྔོ་བ་བོར་རེ་བྱས་ནས་སོང་ཡོད་འདོད་ཨེ་འདིའི་རྗེས་ལ་ཡང་བསྔོ་བའི་སྐབས་ལ་ཡང་ཅིག་སྦྱིན་པ་གཏོང་བའི་བསམ་བློ་སྤེལ་ཡག་དང་འདི་འདྲ་མང་བོ་ཅིག་སོང་ཡོད་འདོད་བསམ་པ་ལ་འགྱུར་ལ་དེ་འདྲ་བྱས་པས་ན་བསྔོ་བའི་ལེའུ་གི་སྐབས་ལ།

ལེའུ་དང་པོ་དེ་མ་ཕན་ཡོན་གྱི་ལེའུ་དེ་མ་གསུངས་ཡོད་དུས། དེའི་སྒང་ལ་ཡང་ད་དང་པོ་ག་རེད་ཟེར་ན་ཕན་ཡོན་གྱི་ལེའུ་དང་དེ་མ་ལེའུ་གཞུང་གསུངས་ཡོད་དུས་ད་དང་པོ་དེ་སྡིག་པ་སྤོང་ཞིང་དགེ་བ་སྒྲུབ་རིགས་པ་གདམས་པ་བྱས་ནས་ད་དང་པོ་དེ་སྡིག་པ་སྤོང་དགེ་བ་སྒྲུབ་རིགས་སྡིག་པ་སྤང་དགོས་རེད་ད། དངོས་གནས་དགེ་བ་དེ་ཚོ་དཔེ་ཡང་དག་པ་ཞིག་སྒྲུབ་དགོས་རེད་ད་ཟེར་འདི་གསུངས་ཡོང་གི་ཡོད་རེད་དེ་ལ་ཡང། ཇི་ལྟར་མཚན་མོ་མུན་ནག་སྤྲིན་རུམ་ན། བྱེ་བྲག་སེར་མོ་མུན་ནག་འཕྲེང་རོལ་གློག་འགྱུ་སྐད་ཆའི་རབ། བར་སྣང་སྟོན་པ་དང་དེ་བཞིན་སངས་རྒྱས་ཐུགས་ཡིས་རྒྱ་ནག་ན་འཇིག་རྟེན་བསོད་ནམས་བློ་གྲོས་ཐང་ག་བྱུང། དེ་ལྟའི་རྒྱལ་བའི་ཉམས་ཆུང་འདི་ལ་ད་སྡིག་པ་སྟོབས་ཅན་ཤིན་ཏུ་མི་བཟད་པ། ཅེས། འོ་ཡ། ད་དང་པོ་དེ། གསུང་ཡིན་དུས་བསམ་པ་ལ་ཡ། སྡིག་པའི། སྡིག་པའི་ཚོགས་བྱ་བ་ངན་པའི་ཚོགས་སྤང་དགོས་རེད། རྒྱལ་བ་ཡང་དག་པ། དང་དེ་ཚོ། འགྲུབ་དགོས་རེད་བྱས་ནས་འདི་གསུང་འདིའི་སྐབས་ལ་འདི་གསུང་གི་ཡོད་རེད། ག་རེས་བྱས་པ་ཡིན་ན། བྱེ་བྲག་མཚན་མོ་མུན་ནག་སྤྲིན་རུམ་ན་ཕྱེ་ནས། པའི་མཚན་ནག་པའི་མཚན་ནག་གོ། ནམ་དུས་དེའི་མཚན་ནག་གོ་ཡིན་པར་བྱས། མཚན་ནག་གོ་ཡིན་པ་ཙམ་དུ་མ་ཟད་པའི་ན་བུ་ནག་རྐྱང། ཟླ་བ། གད་མི་སེར་ཤ་མེད་པར་བྱས། ཨ་རི་སྐར་མ་དེ་འདྲ་ཡོད་པ་ཡིན་ན་ཡང་སྐར་མའི་ཚོགས་དེ་ཚོ་རྦད་དེ་སྤྲིན་པ་ནག་པོ་དེ་འདྲ་གི་ཤི་བོ་ཞིག་ཁྲིད་བསྡད་པ་ཡིན་ན་ང་ཚོ་སྐར་མའི་འོད་དེས་ང་ཚོར་ཕོག་མ་རུང་བ། འོང་ཡང་དེ་འདྲ་ཡིན་དུས་བྱེ་བྲག་མཚན་མོ་མུན་ནག་སྤྲིན་རུམ་ན།

དེ་འདྲའི་རེད་ཆགས་ཀྱི་ཡོད་རེད། རྨོངས་པོ་མ་རིག་པའི་གཞན་དབང་དུ་སོང་ནས། ལེགས་ཉེས་འབྱེད་པའི་བླང་དོར་གྱི་ཤེས་རབ་དང་དེ་འདྲ་གང་ཡང་མེད་པར་ཆགས་སྡང་རྨོངས་གསུམ་གྱི་གཞན་དབང་དུ་སོང་ནས། བས། མུན་པ་མུན་རྐྱང་གཅིག་ཐོག་ལ་གནས་བསྡད་ཡོད་རེད། ཡིན་ན་ཡང། པ་རུ་པ་རུ་ལ་གློག་དམར་འཁྱུག་སུ་འཁྱུག་པ་ནང་བཞིན་གྱི་ད་ལྟ་ང་རང་ཚོའི་གི། རེད་བ། གནས་སྟངས་དེ་ག་འདྲས་རེད་ཟེར་ན་གློག་དམར་འཁྱུག་པ་ནང་བཞིན་གྱི་སོ་སོའི་བསམ་བློ་དེ་ནག་ལོག་ལ་ཡ། ཆོས་བྱེད་འདོད་ཀྱི་ཀུན་སློང། རྒྱ་ཆེ་ཆོས་ལོངས་མ་འདོད་པའི་འདི་འདྲས་ཅིག་ཡོད་པ། དེ་ཡི་ཐོག་ལ་ཡང་ཅིག་ཆོས་ལ་ཡིན་ན་ཡང་གལ་ཆེན་པོ་རེད་བསམ་པའི་འདི་འདྲས་ཅིག་འདུན་པ་ཡོད་པ། ཨ་ན་ལྷག་པར་དུ་ཆོས་ཉམས་ལེན་མང་པོ་ཡོད་པའི་ནང་ནས་བྱང་ཆུབ་ཀྱི་སེམས་དང་འབྲེལ་བའི་ཉམས་ལེན་ཟབ་མོ་དེ་ཚོ་ལ་ཡང་འདུན་པ་དང་མོས་པ་ཚུན་ཆད་དང། ཅིག་དེ་སྟོན་པའི་གཞུང་ཚུན་ཆད་ནས་རེ་བ་ཁ་ནས་འདོན་ཡ་ཡོད་དེ་འགྱོ་འདི་འདྲས་དེ་ལྟ། སྐྱེ་བ་འདི་ཙམ་དང་དེ་འདྲས་ཅིག་ཆགས་ཏེ་ཡོད་རོ། དེ་ཡིན་དུས་སྐྱེ་བ་སྔ་ཕྱི་ལ་བསམ་བློ་བཏང་བ་ཡིན་ན་ཁྱུག་ཙམ་ཅིག་པའི་བློ་ཁྱུག་པའི་གནས་སྟངས་འདི་འདྲས་ཅིག་ཆགས་ཏེ་ཡོད་རེད། འདི་འདྲས་བས་ཡོང་བསྡད་ཡ་དེའང་དེ་བཞིན་སངས་རྒྱས་མཐུ་ཡིས་རྒྱལ་རྣམས་ལ། སངས་རྒྱས་ཀྱི་ཐུགས་རྗེ་བཀའ་དྲིན་དང། ཅིག་རང་གི་བླ་མ་ལ་སོགས་པའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་རྒྱལ་རྣམས་ན་ད་ཅིག་སྐྱེ་བ་བརྒྱ་ཕྲག་མང་པོའི་བཞག་ནས་འདྲ་གང་ཅིག་ད་རྒྱལ་རྣམས་སར་འབྲེལ་བཤད་མང་པོ་ཡོད་རེད་སྟབས་བདེ་བོ་ཆེ་ན་ད་འདི་འདྲས་བས་སངས་རྒྱས་ཀྱི་མཐུ་ཡིས་ངང་ཚུལ་སྐྱེ་བ་སྔ་ཕྱི་པའི་གྲངས་མེད་པའི་འདིའི་རིང་འགའ་ལ་ཡ། འཇིག་རྟེན་བསོད་ནམས་བློ་གྲོས་ཐང་པ་བྱུང། ཨ་འཇིག་རྟེན་པ་ང་དང་ང་འདྲ་བོ་ཡིན་ནའི་འདྲ། བསོད་ནམས་བློ་གྲོས་ཐང་པ་བྱུང། བསོད་ནམས་རླབས་པོ་ཆེ་ས་ཡག་གི། བློ་གྲོས་བྱང་ཆུབ་སེམས་ལ་མོས་པ་སྐྱེ་ཡག་དང། བྱང་ཆུབ་སེམས་དོན་དུ་གཉེར་སེམས་ཀྱི་བསམ་བློ་འདི་འདྲས་འདིར་བློ་གྲོས་འདི། ཨ་ནེ་པའི་བསོད་ནམས་རླབས་པོ་ཆེ། གི་གཞིར་གྱུར་པས། བྱང་ཆུབ་སེམས་ལ་མོས་པ་བྱེད་ཡག་དང། བྱང་ཆུབ་སེམས་ཀྱི་དོན་དུ་གཉེར་ཡག་གི་བསམ་བློ་དང། རེ་བ་བྱང་ཆུབ་སེམས་ལ་ཡིད་ཆེས་དང་འདི་འདྲས་ཀྱིས་བློ་གྲོས་འདི་ཐང་འགའ་བྱུང། ཐེངས་གཅིག་གཉིས་བྱུང་བ་རེད་ཟེར་ན་དཔེ་མི་གསལ་བའི་དཀོན་པོ་རེད། བྱས། འདི་གཅིག་བྱས། བློ་གྲོས་ཐང་འགག་བྱུང། འདི་འདྲས་ཡིན་པ་ཡིན་ཙང་དེ་ལྟས། རྒྱལ་བ་ཉམ་ཆུང་ཉིད་ལ་རྒྱལ་བ་ཉམས་ཆུང། འདི་འདྲས་ཡིན་པ་ཡིན་ཙང། རྒྱལ་བ་ཉམས་ཆུང་ཟེར་ན། ང་ཚོའི་བསམ་བློའི་ནང་ལ་ཡ། སྤྱིར། རྒྱལ་བ་ལ་བསམ་བློ་ཆོག་ཡ་དེ་ཡང་དཔེ་མི་གསལ་བའི་དཀོན་པོ་རེད། དེའི་ནང་ནས། བྱ་སྤྱོད་ཀྱི་སེམས་དོན་དང་ཉེ་བ་ཡི་བསམ་བློ་དང། བྱ་སྤྱོད་ཀྱི་སེམས་གལ་ཆེན་པོ་རེད་བསམ་པའི་ཀུན་སློང་བསམ་བློ་འདི་འདྲ་བའི་འགལ་བ་དེ་དེ་བས་ཉམ་ཆུང་ཆུང་ཆགས་བསྡད་ཡོད་རེད། ཧ་ལས་པའི་རེ་བ་སྐྱེ་དཀའ་ལས་ཁག་པོ་སྐྱེ་བ་སྔ་གཅིག་གི་བརྒྱུད་རིམ་ནང་ཆགས་ཤེས་པ་ཡིན་ན་དཔེ་མེད་གསལ་བའི་མཐུན་རྐྱེན་ཅིག་ཆགས་བསྡད་ཡོད་རེད། དེ་དེ་འདྲས་ཡིན་པ་ཡིན་ཙང། དགེ་བ་ཉམས་ཆུང། སྤྱིར་དགེ་བའི་བསམ་བློ་དེ་གནས་ནས་བྱང་ཆུབ་སེམས་དོན་དུ་གཉེར་ཡག་གི་དགེ་བའི་བསམ་བློ་དེ་དཔེ་མི་སྲིད་པའི་ཉམས་ཆུང་ཆོས་ཧ་ལས་པའི་ཤུགས་ཆུང་ཆུང་རེད། འདི་ལ་རྟགས་ཟེར་ཏེ། དགེ་བ་ཉམས་ཆུང་ཆོས་དེ་ང་ཚོ་དུས་རྒྱུན་དུ་དགེ་བ་ལ་གནས་ཡག་དེ་དེ་བས་དཀའ་ལས་ཁག་པོ་རེད། དགེ་བ་ཅིག་གནས་གི་ཡོད་པ་ཡིན་ན་ཡང་དུས་རྒྱུན་དུ་དགེ་བ་རླབས་ཆེན་པོ་ཅིག་དང་སྟོབས་ཆེན་པོ་ཅིག་ལ་གནས་ཐུབ་ཀི་ཡོད་མ་རེད་དགེ་བ་ལ་གནས་པ་ཡིན་ན་ཡང་དུས་རྒྱུན་དུ་དགེ་བ་ལ་གནས་པ་ཡིན་ན་ཡང་དགེ་བ་ཆུང་ཆུང་ཞིག་ལ། གནས་ཀྱི་ཡོད། འདི་ལ་རྟག། རྟག་ཏུ་རྒྱལ་སྲས་རྒྱལ་བ་ལ་གནས་ཀྱི་ཡོད་ན་ཡང་རྒྱལ་བ་སྟོབས་ཆེན་པོ་ཅིག་ལ་གནས་ཐུབ་པ་ཡོད་མ་རེད། རྒྱལ་བ་ཉམ་ཆུང་ཆུང་ཅིག་ལ་གནས་ཏེ་ཀྱི་ཡོད་རེད། འདི་ལ་རྟག། སྡིག་པ་སྟོབས་ཆེན་ཤིན་ཏུ་མི་བཟད་པ། དེ་ལས་ལྡོག་སྟེ་ང་ཚོ་ཚེ་ཐོག་མ་མེད་པ་ནས་སྡིག་པ་རྐྱང་རྐྱང་གིས་བསགས་ཏེ་ཀྱི་ཡོད་རེད། ཉོན་མོངས་པའི་དབང་དུ་སོང་ནས་ལུས་ངག་ཡིད་གསུམ་གྱི་ཐོག་ལ་གཞན་ལ་གནོད་པ་ཅིག་བྱས། དེ་འདྲའི་ཅིག་བྱས་ནས་ངན་འགྲོ་ལ་སྐྱེས་ནས་བདེ་འགྲོ་ལ་སྐྱེས་ནས་སྡིག་པའི་ལས་ཅིག་བསགས་ནས་འགྲོ་སྡད་ཀྱི་ཡོད་ཙང།

ད་ཡང་ཅིར་སྐྱག་པ་ཡིན་ན། ད་དཔེར་དེ་རྒྱལ་བ་ཟེར་དུས་པ་སི་ཏཱ་ཙམ་ཆགས་དེ་ཡོད་རེད་སྡིག་པ་དེ་ཞི་བ་ཅན་མང་པོ་ཆགས་ཡིན་དུས་དེ་འདྲ་བའི་སྡིག་པ་ལ་བརྟེན་ན་ག་རེ་ཡོད་ཟེར་ན་ཤིན་ཏུ་མི་གསལ་བ་འབྲས་བུ་དེ་ངན་སོང་ལ་སྐྱེ་ཡ་དམྱལ་བ་ཡི་དྭགས་ལ་སོགས་པ་སྐྱེ་ཡ་དང་སྡུག་བསྔལ་ཤིན་ཏུ་མི་གསལ་བ་ཅན་མྱ་ངན་ཡིན་པ་ཡིན་ཙང་འདི་བསམ་བློ་བཏང་ནས་ད་ག་རེ་བྱ་བ་ཟེར་ན་སྡིག་པ་སྤོང་ཞིང་དགེ་བ་བསྒྲུབ་དགོས་རེད་ད། ང་ཚོ་ལ་དགེ་བ་མང་པོ་ཡོག་མར་ད།

ཨ་རེ་བྱ་སྤྱོད་ཀྱི་སེམས་འདི་སྒོམ་པ་ཡིན་ན་དེ་ལ་ཕན་ཡོན་འདི་འདྲ་ཡོང་བའི་རྒྱུ་མཚན། ཨ་རེ་བྱ་སྤྱོད་སེམས་སྒོམ་པའི་གང་ཟག་ལ་ལྟོས་པ་སེམས་ད་འདི་འདྲ་མང་པོ་གསུངས་པའི་རྗེས་ལ་ཡང་ད་དང་པོ་བྱ་སྤྱོད་སེམས་ཀྱི་ཕན་ཡོན་འདི་གསུངས་ཡོད་འདུག་བསམ་པ་ལ་ཡང་ག་རེ་ཟེར་ན་བྱ་སྤྱོད་སེམས་ཀྱི་ཕན་ཡོན་འདི་གསུངས་ཡོད་འདུག་ད་དང་པོ་དེ། དེ་ནི་རྫོགས་པའི་བྱ་སྤྱོད་སེམས་མིན་པར་ས་ཡ་འདི་འདྲ་མང་གསུངས་ཡོང་གི་འདུག་བ་དེ་ཡིན་དུས་ད་དེ་ལ་ཡང་བྱ་སྤྱོད་སེམས་ཀྱི་བྱ་སྤྱོད་སེམས་དེ་ང་ཚོ་བསམ་བློ་དང། བྱ་སྤྱོད་ཀྱི་སེམས་དེ་སྐྱེ། དེ་ལ་ཡང་མོས་པ་བཅས་བྱས་པ་ཡིན་ན་ག་རེ་ཟེར་ན་ཕན་ཡོན་མཐའ་ཡས་པ་ཡོང་གི་རེད། ཕན་ཡོན་དང་པོ་ག་རེ་ཡོད་རེད་བྱས་པ་ཡིན་ན།

བྱ་སྤྱོད་ཀྱི་སེམས་ཡང་དག་པ་ཅིག་ཉམས་ལེན་བྱས་ནས་རྒྱུད་ལ་སྐྱེས་པ་ཡིན་ན། བྱ་སྤྱོད་སེམས་རྒྱུད་ལ་སྐྱེས་པ་ཡིན་ན། སྐྱེས་ཙམ་ཉིད་ནས་ག་རེ་ཡོད་རེད་ཟེར་ན། དངོས་གནས་དེ་ལ་ཡ། ཅིག་མིང་གི་ཆ་ནས་པའི་སངས་རྒྱས་ཀྱི་རྒྱལ་བའི་སྲས་སངས་རྒྱས་ཀྱི་སྲས་ས་ཡ་དང་བྱ་སྤྱོད་སེམས་དཔའ་ས་ཡ་ཀྱི་མིང་གི་ཆ་ནས་ཡིན་ན་ཡང། དངོས་གནས་དྲན་རེག་གི་རླབས་ཆེན་པོ་ཅིག་ཆགས་ཀྱི་རེད་ལ་དོན་གྱི་ཆ་ནས་ཡིན་པ་ཡིན་ན་ཡང། པའི་ཕྱག་བྱ་བའི་འོས་སུ་གྱུར་བ་ཅིག་དང་དངོས་གནས་ཀྱི། བླ་ན་མེད་པ་བྱུང་གི་རེད་ཟེར་འདི་རེད་གསུང་གི་ཡོད་རེད།

ད་གང་ལ་ཡང་གསུངས་པ་ནང་བཞིན་ཡེད། ང་རང་ཚོས་སྡིག་པ། མང་པོ་ཞི་བོ་ཅེས་བསགས་ཡོད་རེད་འདི་འདྲ་བའི་སྡིག་པ་མང་པོ་ཞི་བོ་ཅེས་བསགས་པ་དེ། ད་སྡིག་པ་བཤགས་ཐབས་བྱེད་ཡག་ལ་ཡང་བྱང་ཆུད་སེམས་ལས་ལྷག་པ་ཞིག་ཡོག་མ་རེད་འདི་ནི་རྫོགས་པའི་བྱང་ཆུད་སེམས་མིན་པ། རྫོགས་པའི་བྱང་ཆུད་ཀྱི་སེམས་སྒོམ་པ་ལས་ལྷག་པ་ཅིག་ཨ་ནི་རྒྱལ་བ་གཞན་གང་གིས་ཀྱང་སྡིག་པ་འདི་བཤགས་ཐུབ་ཡག་གི་ནུས་པ་འདི་ལས་ལྷག་ཡོག་མ་རེད་ཞེས་འདི་གསུངས་གི་ཡོད་རེད་དེ་ཡིན་དུས་ད་བྱང་ཆུད་ཀྱི་སེམས་སྒོམ་ཡིན་དུས་བསམ་པ་ལ་ཡང་འདི་འདྲ་བའི་བྱང་ཆུད་ཀྱི་སེམས་ཁྱད་དུ་འཕགས་པ་སྒོམ་པའི་བསོད་ནམས་ལ་བརྟེན་ནས། གཞན་ལ་གནོད་པ་བྱས་པ་ལ་བརྟེན་པའི་བྱུང་བའི་སྡིག་པ་དེ་དག་དྲུག་ཡོད་རེད། འདི་དག་པ་ཙམ་དུ་མ་སྔར་བསགས་བཞག་པའི་སྡིག་པ་སྔར་བྱུང་ཟིན་པའི་སྡིག་པ་དེ་ཚོ་དག་ཐུབ་པ་ཙམ་དུ་མ་ཟད། འདི་འདྲ་བའི་བྱང་ཆུབ་ཀྱི་སེམས་ཉམས་ལེན་བྱས་འདི་འདྲ་བྱས་བྱས་ཡོང་དུས་མ་འོངས་པ་ཡིན་ན་ཡང་གཞན་ལ་གནོད་པའི་སྡིག་པ་ལ་འཇུག་གི་མ་རེད་རེད་བ་སེམས་ཀྱི་ནང་ན་མཐའ་གཅིག་ཏུ་གཞན་ལ་ཕན་པ་དང་འདི་འདྲ་ཞིག་སེམས་སྦྱངས་ཡོང་དུས་མ་འོངས་པ་ལ་ཡིན་ན་ཡང་སྡིག་པས་གཞན་ལ་འཇུག་པ་ཅིག་ཡོང་གི་ཡོད་མ་རེད་དེ་ཡིན་དུས་སྔར་བསགས་སྦྱངས་ཡག་དང་ཕྱི་མོ་འདོམས་ཡག་ལ་ཡང་བྱང་ཆུབ་སེམས་ཀྱི་ལྷག་པ་ཅིག་མེད་པ་རེད། དེ་འདྲའི་ཡིན་དུས་བསམ་པ་ལ་ང་ཚོ། ཚིག་འདི་དགོངས་པ་བཞེས་པའི་སྐབས་ལ་དེ་ནི་རྫོགས་པའི་ཆེན་པོའི་སེམས་མེད་པར་རྒྱལ་ཞེན་གང་གིས་སྲིད་ཀྱི་སྣོན་པར་འགྱུར་སྲིད་དུས་ང་ཚོ་སྡིག་བཤགས་གནང་ཡས་ཅིག་ཡིན་པ་ཡིན་ན་ཡང། ད་རྒྱལ་སྲས་ཞི་བ་ལགས་ཀྱིས་དཔེ་ཇི་ལྟར་གསུངས་པ་ནང་བཞིན་གྱི་དངོས་གནས་སྡིག་པ་དག་ཡས་ལ་ཡང་བྱང་ཆུབ་སེམས་བསྒོམ་པ་ལས་ལྷག་པ་ཞིག་མེད་གསུངས་པ་ནང་བཞིན་རྒྱལ་བ་ཡེ་ཤུའི་ནོར་བུ་ཡིན་ན་ག་དུས་ཡིན་ནའི་བཀའ་གནང་གི་འདུག་བ་དེ་ཡིན་དུས། བྱང་ཆུབ་སེམས་ཀྱི་ཐོག་ལ་དགོངས་པ་བཞེས་ཡ་དེ་གལ་ཆེན་པོ་ཡིན་པ་རེད། དེ་གཅིག་བྱས་དེའི་རྗེས་ལ་ཡང། སྡིག་པ་མཐའ་དག་འཇོམས་རྒྱལ་བ་མཐའ་དག་འགྲུབ་སྲིད་དུས་རྒྱལ་བའི། རྒྱལ་བ། མཆོག་བློ་པོ་ཆེའི་སྒྲུབ་ཡག། རྒྱལ་བའི་ནང་ནས་ཡིན་ན་ཡང་བདེ་བའི་མཆོག་སངས་རྒྱས་ཀྱི་གོ་འཕང་ལ་སོགས་སྒྲུབ་བས་གདན་སོ་གསུམ་གྱི་ཡོད་པ་རེད་ད་དེའི་རྗེས་ལ་ཡང། བདེ་བའི་མཆོག་སྒྲུབ་ནུས་པ་དེ་ལ་བསྐལ་པ་དུ་མར་རབ་གུང་ཚེ་དཔག་ཡས་ཐུབ་དབང་རྣམས་ཀྱིས་འདི་ཉིད་ཕན་པར་ཟེར། འདི་ནི་ཚད་མེད་སྐྱེ་བོའི་ཚོགས་རྣམས་ཀྱི་བདེ་མཆོག། བདེ་བླག་ཉིད་དུ་ཐོབ་པར་ཆེས་བྱས་ཏེ།